ཨ་ནི་རང་འདྲ་སྟེ་ཁྱེད་རྣམས་ལ་བསྙེན་གནས་བསྙེན་ལ་གསོན་ཅིག་དགོངས་མོ་ད་ཁྱེད་རང་བསྙེན་ཏེ་ཨ་ནི་ཁྱེད་རང་གཟུགས་ཀྱིས་ཨ་ནི་དགོངས་པ་སེམས་ལ་བཞག་རོགས་ཅིག། བྱ་བྲལ་བསྙེན་གྱིས་འགྱོད་དེ་ཕྱིན་ཅི་འགྲིགས་ཐབས་ཚུན་ལ་ནས་ཚུར་ལ་ནས་ད་བྱ་དང་སྤྱི་ཡུལ་བར་ལ་ཨ་ནི་འདུམ་འགྲིགས་ཡོད་ཨན་གྱིས་ད་ཐབས་ཤེས་ཤི་ལེ་འོང་གི་འདུག་དགོངས་པ་ཨེན་ཙམ་མ་ཤེས་ན་ཨེན་ཙམ་ལ་ཡི་དོ་བར་དགོངས་པ་ཨེན་ཙམ་ཟེར་དུས་ལ་ལ་ཅུང་ཟད་ཙམ་ལ་བ་ལ། ཏོག་ཙམ་ཉུང་ཤས་ཡོད་ན་དགོངས་པ་ཆེན་པོ་ཆུང་ཆུང་བཞེད་དགོས་འདུག་ཨེན་ཙམ་མ་ཤེས་ན་འགྲིག་པས་འཇོག་སྲོལ་མ་མཆིས་པས་ད་དགོངས་པ་གཏད་མ་ཤེས་པས་ན་ཨ་འགྲིག་ཡ་གི་ཤེས་རྩ་ཡོད་མ་རེད། འོད་པ། ད་ངེད་གཉིས་ཀྱིས་ཞུས་པའི་ཚིག་ལ་སོན་བྱས་ཙང་ད་ང་ཚོའི་གཉིས་ཀྱིས་ལབ་པའི་སྐད་ཆ་ལ་ཉན་རོགས་གྱིས།

ད་ཡིན་ན་ཡང་འདི་འདྲའི་ཚང་མ་ཨེམ་ཀྲིའུ་གི་ཟས་སྤྱོད་པ་ཡིན་ན་འདབ་ཆགས་ཐུག་གནས་གང་ལ་ཐེས་ད་དེ་འདྲའི་ཟ་བ་ན་ཏེ་ཨེམ་ཚང་མ་ཟ་བྱེད་པ་ནས་འདབ་ཆགས་ཐུག་ཐུག་ག་ཡོག་མ་རེད་ཨེ་ཁྱེད་རང་ཚོ་གི་ཐུག་གནས་ཟེར་ན་སེམས་མ་བདེ་བ་བཟོད་པ་གོམས་ཐུབ་ཀྱི་མ་རེད་ཐུག་གནས་ག་ལ་ཐེས་དོན་དེ་རྩོད་པ་ཆེས་ཆུང་ཆེད་དུ་ད་དེ་འདྲའི་གི་ཨེམ་གསོད་པ་དེ་ཆུང་བ་ཡོང་ཡག་གི་ཆེད་དུ་སྤང་རི་འདི་ནས་སུམ་བརྒྱ་ཕྱེད

དུག་སེམས་ལ་ཀླད་སྐྱོན་མེད་ན་ཡང་ཁྱེད་རང་གི་ཐུགས་ལ་དེ་ཨ་ནི་ཀླད་འདྲ་བོ་སྐྱོན་འདྲ་བོ་ཞིག་ཡོད་མ་དེ་ལ་གསུངས་དེ་ལ་མི་འདྲ་ཆུང་ཞིག་དེ་ཡིན་ན་ཁྱེད་རང་ཚོ་བཀའ་མོལ་གནང་སྟངས་ལ་དེ་ཟ་མ་དེ་བ་ཞིག་འདུག་ལ། དེ་ཡོད་པའི་ཡུལ་ལུགས་ཤོད་ཟེར་ན་འོ་ད་དེ་འཕྲལ་གྱི་ཁྱེད་རང་སྐྱོན་ཡོད་པའི་ཡུལ་ལུགས་ཤོད་ཤོག་ལབ་པས་ན་ཟེར་ན་འདི་ན་བྱ་ཚོགས་ཡོད་པ་དེ། འདིའི་རིགས་འདི་ག་ས་སྤང་གང་ན་ཡོད་པའི་གི་བྱ་ཚོགས་ཡོད་པ་དེ། སེམས་ཡོད་ཀུན་གྱིས་བཤད་ས་རེད། སྤང་གང་ལ་བྱ་དེ་སུ་གནས་བ་དེ་སེམས་ཡོད་མཁན་ཚང་མ་ལྷག་དགོས་ཀྱི་རེད། དེ་ཡིན་ན་བྱ་ཡི་ས་ཆ་ལ། སུམ་ཆ་སྤྲེའུ་སྤྲོད་ཟེར་བས་ད་དེ་འདྲ་རེད་དེ་ཡིན་ན་སྤྲེའུ་ས་ཆ་སྤྲེའུ་དེ་ཚོ་ལ་སུམ་ཆ་ཞིག་སྤྲད་ཟེར་བ་དེ་ལ་ཟེར་བ། གཏམ་འདི།

འདི་འདྲའི་ཟུར་བཀོད་གནང་ཟེར་ནས་འགྱུར་བ་དང་འདི་འདྲའི་ཟུར་བཀོད་ཟེར་ཏེ་ལོགས་སུ་བཀོད་པ་དེ་འདྲའི་རྐྱེན་ནི་ཁྱེད་རང་ཚོ་ལ་ཐག་གཅོད་ལོགས་སུ་བྱེད་པ་དེ་ལ་བྱས་ན། ཁྱེད་དཔྱོད་ལྡན་ངོ་ཚ་ཧ་ཅང་ཆེ། ད་ཁྱེད་རང་ཤེད་ལ་ཡང་ནི་ངོ་ཚ་ཆེན་པོ་བྱེད་ངོ་ཚ་དགོས་རེད། ངས་ཉན་མཁན་ལ་ཡང་ངོ་རེ་ཚ་ང་ཚོ་ཉན་མཁན་ཡང་དེ་འདྲའི་ངོ་ཚ་དགོས་འདུག་གཏམ་དེ་འདྲ་ཡེ་ནས་གསུང་མི་ཉན། ཡེ་ནས་ཟེར་ན་རྩ་བ་ཉིད་ནས་འདི་འདྲའི་སྐད་ཆ་རྩ་བ་ཉིད་ནས་བཤད་མ་ཡོང། ཡིན་ནོ། དེ་ལྟར་མཛད་རྒྱུ་ཡིན་ཟེར་ནས་དོན་དེ་ལ་འགྲིག་ལྟ་བུ་དེ་གང་ནས་ཡོང་བཀའ་དྲིན་དཔལ་གསུངས་མ་གནང་ནི་སྐད་ཆ་འདི་ལ་འདྲི་ཡག་གི་ཐབས་ཤེས་གསང་བ་ཉིད་ནས་མི་འདུག་ལབ་ལ། རེ་བ། ཡང་ཡང་ག་དེ་དེ་ཟེར་ཅི་འདི་ཟེར་རི་ལ་ཅི་འདྲ་སྤྲོད་རྒྱུ་གར་ས་སྤྲེའུ་ཉོ་ཚོང་བྱེད་ཟེར་ན་གལ་སྲིད་སྤྲེའུ་དེ་གིས་ང་ཚོའི་ས་ཆ་ཉོ་གི་ཡིན་ལབ་པ་ཡིན་ན། རེ་བ། རི་ལ་ཅི་འདྲ་སྤྲོད་རྒྱུ་ཡིན་དེ་རིན་པ་ཉོ་བའི་ས་ཆ་སུམ་ཅུ་གཅིག་ཉོ་བའི་རིན་པ་ཧ་ཅིག་ཡིན་པས།

དོན་ཆེ་ཆུང་གང་དང་གང་ལ་ཡང་དོན་དག་ཆེན་པོ་ཡིན་ན་རེ་ཆུང་ཆུང་ཡིན་ན་ཡེ་ག་བ་ག་ལ་ཡིན་ན་ཡང་རིམ་བཞིན་སྐད་ཆ་མ་བྱས་ན་ག་ལས་ག་ལས་རིམ་པས་རིམ་པས་སྐད་ཆ་མ་བྱས་པ་ཡིན་ན་ཚིག་གཅིག་གིས་གོ་བརྡ་འཕྲོད་མི་ཡོང། ཚིག་གཅིག་ལབ་ནས་ཨ་འཕྲོ་ཐག་ཆད་འདྲ་ཡོང་གི་མ་རེད། གཏམ་གྱི་ཕུ་ཐག་མ་ཆོད་པར། སྐད་ཆ་གྱི་ཧ་ནི་ཕུག་ཕུག་གི་སྐད་ཆ་ཚིག་དག་པས་མ་ཆོད་པ། ཚིག་ཟུར་གྱི་དོན་ས་རྟོགས་ལེ་ཡིན། བ། སྐད་ཆ་ཕུག་ཕུག་གི་ཐག་གཅོད་དེ་མ་བྱུང་སྔོན་ལ་ཚིག་ཟུར་འདྲ་མ་འདྲ་འཇུག་ཨང་ན་མེད་ན་འདི་ལ་ཐག་གཅོད་མེད་པ་བྱས་འདི་འདྲས་ཡོང་སྲིད་ཀྱི་རེད་ཚིག་ཟུར་གྱི་དོན་ས་རྟོགས་ལེ་མིན། བ། ཚིག་ཟུར་ཚིག་ཟུར་ཟེར་དུས་ཚིག་སྐྱ་ཀ་སྐྱོ་ཀ་བཤད་ནས་འོ་ད་འདི་འདྲས་ཅིག་གིས་ཧ་ནི་ང་ཚོའི་གོ་བ་དེ་རྟོགས་ཐུབ་དོན་ངོ་མ་ད་དོན་དག་ངོ་མ་རྟོགས་ཐུབ་ཀྱི་མ་རེད།

དོན་དག་ག་ལ་བ་རེད་ཟེར་ན་ད་ལྟ་ང་ཚོའི་སྐད་ཆ་དེ་འགོ་བཙུགས་པ་ནས་ཕྱི་ནས་མཇུག་མ་ཁྱེར་བར་དུ་ཡག་པོ་ཞིག་མ་གོ་བས་ན་ཐག་གཅོད་ཡོང་ཐུབ་ཀྱི་མ་རེད། འོ་དེ་ལ་བ་རེད། ཡང་དག་ག་ས་གཏམ་དཔེ་ཅི་ག་ལ་འདུག་ཟེར་ན། ཆུ་འགོ་སྟེང་རྩྭའི་རིང་ཐུང་སྟེ་ཆུ་རྒྱུན་མ་ལེགས་ཤེས་མེད་དུ་དཔེར་ན་ཆུ་ཆུང་ཁོང་ཅིག་ཡོད་པས་ན། དེ་ཆུ་དེ་གའི་སྟེང་རྩྭའི་ག་ཚོད་ཡོད་མེད་ང་ཚོས་ཤེས་དགོས་ཀྱི་ཡོད་ན། ཨ་ནི་ཆུ་བརྒལ་ནས་ཨ་ནི་སྐྱེའི་དུས་བས་ལ་སླེབས་མ་མ་གཏོགས་དེ་གའི་རིང་ཐུང་ག་ཚོད་ཡོད་པ་དེ་ཧ་གོ་ཐུབ་ཀྱི་མ་རེད། ཆུ་མ་བརྒལ་སྔོན་ནས་ལབ་ཐུབ་ཀྱི་མ་རེད་ཆུ་བརྒལ་ནས་གཏད་སོ་འགྲོ་བས་ན་ཧ་གོ་ཐུབ་ཀྱི་ཧ་བ་པར་དཀྱིལ་དཀྱིལ་བར་བརྒལ་ནས་ཨ་ནི་ཆུའི་སྟེང་རྩྭའི་དེ་ག་ཚོད་ཡོད་མེད་ཨ་ང་ཚོས་ཤེས་མེད་གོ་ཐུབ་ཀྱི་རེད།

ཡིན་ན་དེ་ལ་རིན་ཆེན་དང་སྔར་ཕན་ཇི་འདྲ་སྤྲོད་ན་ཡིན་གལ་སྲིད་ཁྱེད་རང་གསོ་བྱེད་ཡིན་པ་ཡིན་ན་ཨ་ནི་ང་སྔོན་མ་རིན་ག་རེ་སྤྲད་པས། ཡོད་པ་སྤྲད་ཡོད་མེད་ད་ལྟ་བར། ད་ཕྱིན་སྤྲོད་རྒྱུ་ཡོད་དམ་ཟེར་ན་ཡོད་ཀྱང་མེད། ད་མ་འོངས་པ་ལ་ཡང་ཨ་འདི་འདྲི་གི་རིན་པ་སྤྲད་རྒྱུ་ཡོད་མེད། ཡོད་པ་མེད་ན་ནགས་ནས་འདབ་ཆགས་རྣམས་སྡོད་ས་སྤོ་ཐབས་ཅི་ཡོང་ཅི་མི་ཡོང། ད་གལ་སྲིད་ཁྱེད་རང་ཚོ་གི་རིག་པ་སྤྲད་ཡ་མེད་པ་ཡིན་ན་ཨ་ནག་ས་ལ་ཡོད་པའི་བྱ་དེ་ཚོ་ཨ་ནི་སྤང་ཆོག་སྤང་ཆོག་ལ་བསྐོས་ཡ་གི་ཐབས་ཤེས་བྱེད་ཀྱི་ཡོད་མེད། བྱས་ཡོད་མེད་བྱེད་ཐུབ་ཀྱི་རེད་མ་རེད་ལབ་པ། རེད་བ། བཀོད་ལྟ་བུ་རེད། ང་ཁར་སང་སྔར་རྒྱུའི་མི་སྔར་མི་བསྟོད་ཀ་མེད་ཡིན།

བ། སོ་སོའི་གི་ས་ཆ་ལ་མི་བཞག་ནས་ཨ་ནི་བསམ་བློ་ཞིག་བཏང་དང། བཏང་ན་བདེན་རྫུན་ཤེས་ནི་ཡོང་ཨ་ནི་ཤེས་ནས་དངོས་གནས་ཁྲོ་ནས་བདེན་པ་རེད་དེ་རྫུན་པ་རེད་དེ་ཧ་གོ་དགོས་རེད། ཕྱོགས་གཅིག་མཐོང་དང་གཉིས་མ་མཐོང་ན་ཕྱོགས་གཅིག་ལ་བསམ་བཏང་ན་ཨ་ནི་ཡོང་ཡ་ཡོང་མ་རེད་ལས་ཀ་ཁ་རེ་བྱེད་མིན་ན་ཕྱོགས་གཉིས་ཀྱི་ཕྱོགས་ནས་ཨ་ནི་བསམ་བློ་བཏང་ནས་ཨ་ནི་སྐད་ཅིག་བཤད་དགོས་རེད། གཡག་ཤར་བའི་རྩྭ་སའི་ཟ་བ་ཡིན་ཟ་བ་ཡིན་ནམ།

ཨ་ནེ་དེ་བོད་སྤྱི་བོད་སར་ས་ཆ་མང་པོ་ཡོད་གནས་ཡོད་པ་བཅས་ནས་སྡོད་ཡོད་པ་དང། དེ་དག་གི་རིན་འབབ་སྤྲོད་སྤྲད་ཡོད་མེད་ཕྱིན་ཆད་དེ་དག་གི་རིན་འབབ་སྤྲོད་འཆར་ཡོད་མེད་གནས་སྤོ་ས་ཡོད་མེད་ད་དེ་འདྲའི་གི་ད་ལྟ་སྤྲེའུ་སྡོད་ས་ལ་ཡང་ཨ་ནི་ཁ་ར་ཟངས་ཆ་ཆེ་ཆུང་གི་ཚང་མང་པོ་ཡོད་རེད་ཆ་ཆེ་ཆུང་མང་པོ་ཡོད་རེད་འོ་ཁོ་ཚོ་ལ་རིན་པ་སྤྲོད་རྒྱུ་ཡོད་མེད་གལ་སྲིད་ཁོ་ཚོ་གནས་སྤོ་བ་ན་ཨ་འདི་ལ་རིན་པ་སྤྲོད་ཡོད་མེད་འོ་ད་དེ་འབྲེལ་གྱི་གནས་ཚུལ་མང་པོ་ཅིག་ཤེས་སྲིད་མ་འོ་དེ་ལ་འོ་རེད་ཨ་འདི་ལ་ནི།

ཁོས་རི་བོང་དང་ཁྱིམ་བྱ་དེ་ཕོ་ཡིས་འགྲིག་ཆགས་བརྟག་དཔྱད་བྱས་པ་ན། ད་ལྟ་ང་ཚོས་ཀྱི་འགྲིག་ཆགས་དང་སྤྲེའུ་བར་གྱི་རྩོད་པ་དེ་ཨ་ནེ་ཁོ་ཚོ་གཉིས་ཀྱིས་ཨེ་འགྲིག་ཆགས་བྱས་པ་རེད། བརྟག་དཔྱད་བྱས་པ་རེད། སྦྲང་བུ་ཚང་པའི་ཐིག་ཤིང་རེད། ཁོ་ཚོས་དངོས་གནས་དྲང་གནས་ཀྱི། སྲང་ལ་ཚང་པའི་ཐིག་ཤིང་ནང་བཞིན་གྱི་ཐག་གཅོད་དྲང་པོ་དྲང་བཞག་ཅིག་བྱས་པ་རེད། ལས་དེ་དྲང་ཞིང་ཚད་ས་ཞིག་རེད། འོ་ན་ཆ་ན་སྐད་ཆ་འདི་ད་ལྟ་ཁོ་རང་ཚོས་ཐག་གཅོད་བྱེད་པ་དང་ཚད་གསུམ་ས་རེད་ལ། ཡོ། ལ་ཚང་པ་འོང་ཀྱང་བྱ་རྒྱུ་མེད། ད་དེ་འདྲའི་ཐག་གཅོད་རེ་ལ་ལ་ཚང་པ་དངོས་སུ་ཡོང་བ་ཐག་གཅོད་བྱེད་པ་འདི་ལགས་བྱས་ཡོད་མ་རེད། རེད་བ། དོན་དེ་ལ་ཕན་ཚུན་གཉིས་གནས་ཟེར་ན་བཀྲ་ཤིས་དང་ལོ་ལེགས་གཉིས་ཀ་ཡོང་ད་ཁོང་ཚོ་གཉིས་ཀྱི་ཐག་གཅོད་བྱས་པ་དེ་ལ་ང་ཚོ་ཉན་པ་ཡིན་ན་བཀྲ་ཤིས་པ་ཡོང་གི་ཡོད་རེད་ཨ་འཇིག་རྟེན་ལུགས་ལ་ཡང་བཀྲ་ཤིས་པ་ཡག་པོ་ཞིག་ཡོང་གི་རེད་གཉིས་ཀ་ཡོང།

དེ་བྱ་ཚོགས་རྣམས་ཀྱི་སེམས་ལ་ཞོག་ད་དེ་དེ་ཨ་ནི་བྱ་ཚང་མ་གི་སེམས་ལ་བཞག་དགོས་པ་རེད། ཐག་ཚང་མ་དེ་ལ་ཆོད་པར་མཛོད་ད་ད་ལྟ་ཁོང་གཉིས་ཀྱིས་ཐག་གཅོད་བྱེད་པ་ལས་ད་ང་ཚོ་ཐག་གཅོད་བྱས་ན་ཡག་གི་རེད། ད་ད་རྒོད་པོ་རྣམ་སྤང་ཆོད་དུ་འགྲོ་ད་ང་རྣམས་ལ་འཕུར་ནས་ཕུལ་འགྲོ་གི་ཡིན། ཁྱོད་འདུམ་པ་གཉིས་ཀྱི་སྤྲེའུ། ཁྱོད་འདུམ་པ་གཉིས་ཀྱི་སྤྲེའུ་ལ། ཚིག་ཤུགས་མཐའ་རུ་འཁྱོལ་བ་བཟོས་ད་ཁྱེད་རང་གཉིས་ཀྱི་འདུམ་འགྲིག་བྱེད་མཁན་ཁྱེད་རང་གཉིས་ཀྱི་ད་ལྟ་དངོས་གནས་དྲང་གནས་ཐག་གཅོད་ཡོང་ཡ་དེ་མཐའ་མ་ལས་སླེབས་ཡ་གི་ཚིག་ད་ཐ་མ་དེ་བྱེད་དགོས་རེད། བྱ་གཞན་ཡང་བྱ་གཞན་ཡང་རང་རང་གནས་སུ་བྱོན་ད་ཆ་ཚང་མ་སོ་སོའི་གི་གནས་སུ་འགྲོ་ནས་དེ་སྐད་ཅེས་ཟེར་ནས་དགོས་པོ་རྣམ་པང་བཅད་ནས་ཕུར་བ་དང་བྱ་གཞན་ཚང་མས་ཀྱང་དེ་ལ་ཐག་གཅོད་ཐག་བཅད་དེ་སོ་སོའི་གནས་སུ་སོང་ད་ཆ་དེ་སོགས་ཀྱི།

དོན་འགྲིག་ཐག་དོན་འགྲིག་ཆ་གྱི་དོན་ཁ་འདི་ལྟར་བབས་ཚུལ་དེ་ལ་བྱ་རྒྱལ་རྒོད་པོ་ཐག་བཅད་པ་ལྟར་བྱ་ཚང་མས་མོས་ཤིང་ཐག་ཆོད་སོང་བས་བྱ་རྒྱལ་རྒོད་པོ་གིས་ཐག་གཅོད་ཡག་པོ་ཞིག་བྱས་སོང་བྱ་ཐག་བཅད་ཡུལ་ཁག་ལ་ད་ལྟ་རི་བོང་བློ་ལྡན་དང། དེ་ཁོ་གཉིས་ཀྱིས་ཐག་གཅོད་བྱས་པ་དེ་ལ་བྱ་རྒྱལ་བོ་བོད་པས་ཨ་ནི་ཁས་ལེན་བྱས་སོང་ཁས་ལེན་བྱས་པ་ནང་བཞིན་གྱི་བྱ་བཞིན་པ་དེ་ཚོ་ཡང་ཨ་དེ་ལ་ཨ་ནི་མོས་མཐུན་བྱས་སོང་ངོ་ས་བ་ད་དེ་འདྲ་ཚང་མ་ལབ་པ་རེད། ད་ཁྱོད་རང་སྤྲེའུ་རྣམས་མའི་དོན་ཆིངས་སྔ་ས་ད་ནས་ཀྱི་ཐོག་སྤང་རི་སུམ་ཆ་གཅིག་ཕྱིན་རྗེས་གཙང་དག་གིས་ཁས་བླངས་ཡོད་པས་ངའི་དགོས་བ་ཧ་ཅང་གལ་ཆེ། ད་དྲི་བ་ཁྱེད་རང་ཚོ་གི་ཐུགས་ཁག་ཡོག་མ་རེད་གང་ཡིན་ཟེར་ན་ཁྱེད་རང་ཚོ་ལ་ཨ་ནི་ཚོད་ལྡན་འདས་དེ་སུ་ཅི་ཆུང་ཆུང་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ང་ཚོས་བྱ་ཡི་དེ་ཚང་ནས་ཨ་ནི་གསུམ་ཆ་གཅིག་ཁྱེད་རང་ཚོ་སྤྲོད་ཡ་གི་ཨ་ནི་ཐག་གཅོད་བྱས་པ་དེ་ལ་གནས་པའི་ཐོག་ནས་རེད་བ་དེ་ལ་བསམ་བློ་བཏང་བའི་ཐོག་ནས་ཁས་བླངས་ཐུབ་པ་རེད། རེ་བ། གནས་ཀྱི་དོན་ནི་སྤང་རི་སུམ་ཆ་ཆེ་བསྐྲུན་ཆེད་བཟང་སྟག་གིས་ཁས་བླངས་བས་ཉན་དགོས་བ་ཧ་ཅང་གལ་ཆེ་ང་ཚོ་འདི་ཚང་མ་ཐག་བཅད་པ་ནས་ཨ་ཁྱེད་རང་ཚོ་ཡང་ཨ་ནི་ཉན་དགོས་བ་དེ་ཨ་ནི་གལ་ཆེན་པོ་རེད། ད་ལན་ཉན་པའི་མི་ཚད་ད་ལན་ཁྱེད་རང་ཚོ་གི་ཉན་པ་ཙམ་མ་ཟད་པས་ད་ཕྱིན་ཆད་ཇི་སྲིད་བར་དེ་ལས་མི་འགལ་བ་བྱེད་དགོས་སོ་ཞེས་སྨྲས་པ་དང། ད་དེ་ཙམ་མ་ཡིན་པས་ད་ལྟ་ཁྱེད་རང་ཚོས་སུམ་ཆ་གཅིག་བསྐྱལ་བ་དེ་ལ་བེད་སྤྱོད་བྱེད་ཨ་འདི་ལ་འགལ་ནི་ཨ་རྩ་བ་ཉིད་ནས་བྱེད་ཆོག་གི་མ་རེད། སྤྲེའུ་ཚང་མ་འགའ་ཡི་འགའ་ཞིག་ནི་ཤིང་ཏོག་དང་མེ་ཏོག་དང་རྩི་ཏོག་སོགས་ཧ་ཅང་མང་པོ་ཁོང་གཉིས་ལ་ལེགས་སྐྱེས་ཀྱི་ཚུལ་དུ་སྤུངས་ཐོག་སྤྲོས་བྲལ་བློ་བཟང་གིས་འདི་སྐད་ཅེས་སྨྲས་སོ། ད་ཅུ་བོ་ཚང་མ་བེམ་མི་སི་ག་ནས་ཨ་ནི་དེ་ཕོ་དང་རི་བོང་གཉིས་ལ་ཤིང་ཏོག་དང་རྩི་ཏོག་དང་མེ་ཏོག་དང་ཚང་མ་སྤེལ་ནས་ཨ་ཁོ་ཚོ་གིས་ཨ་འགྲིག་ཐབས་འདི་བྱས་པ་དེ་ལ་ཨ་བེམ་མི་སི་གས་དགའ་བསུ་ཆེན་པོ་ཞུ་བ་རེད།

བ། ཁྱོད་ཚོ་གཉིས་ཀྱི་བྱ་དང་རི་དྭགས་ཀྱི་ཁྲོད་ནས་བློ་ལྡན་ཡིན་ནོ་ཞེས། ཁྱོད་རང་གཉིས་བྱ་དང་རི་དྭགས་ནས་ནི་བློ་དང་ལྡན་མཁན་རྣམ་དཔྱོད་དང་ལྡན་མཁན་དེ་སུ་རེད་ཟེར་ན་འོ་ད་ཁྱེད་རང་གཉིས་རེད། རྣ་བ་གཉིས་ཀྱིས་སྔར་ནས་ཐོས་ངའི་ཨམ་ཅོག་ནི་སྔར་སྔོན་མ་ནས་ཧ་གོ་བྱུང།

དེ་ནི་གཅིག་གཉིས་ཀྱིས་སྐད་ཆ་བྱས་ནས་མཚམས་ཆད་ཨ་ནི་ཁྱུང་པོ་ཡོང་ཡ་ས་མཁན་དེ་བོད་མི་སྲིད་པའི་ཁག་པོ་རེད། ལ་ལས་དྲང་པོ་ཡིན་ནམ་བསམ་གི་ཐག་གཅོད་བྱེད་དུས་སྐབས་སུ་ཁ་ཤས་དེ་དྲང་པོ་ཡིན་ནམ་བསམ་གི་རེད་བསམ་བ། ལ་ལས་སྐྱོ་བོ་ཡིན་ནམ་ཡང་ཁ་ཤས་ཐག་གཅོད་དེ་ལ་བལ་བོད་སྲིད་སྐྱོ་བོ་ཡིན་རེད་བསམ་གི་རེད་ཟེར་བ། འདོད་མི་འདོད་མཐུན་པར་བསམ་སྣ་ཚོགས་ཀྱིས་འདོད། འདོད་པ་མཐུན་པ་དང་མ་མཐུན་པ་མང་པོ་ཞིག་ཅིག་ཡོང་གི་རེད། དོན་ཆུང་ཆུང་ཆེན་པོ་བཏང་བ་མང། བ་དོན་དག་འདི་འབྲས་ཀྱི་རྒྱུ་མཚན་ལ་བརྟེན་ནས་དོན་ཆུང་ཆུང་ཡིན་པ་ཡིན་ན་ཡང་དོན་དག་བོད་མི་སེར་ཆེན་པོ་སོགས་ཡང་བོད་མི་སེར་མང་པོ་ཡོང་གི་རེད། དུས་ད་ལན་བློ་ལྡན་ཁྱེད་གཉིས་ཀྱི་ཡིན་ནས་ཡང་ད་ལན་རི་བོང་བློ་ལྡན་དང་དེ་ཕོ་གཉིས་ཀྱི་ཡིད་ལ་དེ་ཕོ་གཉིས་ཀྱི།

ད་དུང་ཡང་བློ་ལྡན་ཁྱེད་གཉིས་ཀྱིས་ད་དུང་ཡང་ཨ་ནེ་སྤྲེའུ་དང་རི་བོང་བློ་ལྡན་ཁྱོད་གཉིས་ཀྱིས་བྱ་བྲལ་གཉིས་ཀའི་མདུན་པར་གཟིགས་ཟིན་ན་ཡང་བྱ་དང་སྤྲེའུ་གཉིས་ཅག་གིས་ཨ་ནེ་བསམ་བློ་དེ་ལ་དགོངས་པ་བཞེས་རོགས་གྱིས། ཡོ་འཁྱོག་ཏུ་ན་དྲང་པོར་སོང་གལ་སྲིད་གཅིག་གིས་གཅིག་ལ་ཡོ་འདོད་པ་ན་དྲང་པོ་མེད་པ་འདྲ་བོ་ཅིག་ན་འདྲ་དྲང་པོ་ཞིག་རིགས་བདག་བསྐྱེད་རོགས་གྱིས། གང་བྱང་གསུང་རྣམས་ཁོད་ལ་སྙོམས་ཀྱི། གང་གསུང་བ་དེ་དངོས་གནས་དྲང་ནས་ཅི་སྙོམས་ཀྱི་སྐད་ཆ་དཔེ་མི་སྲིད་གཉིས་ཆ་ལ་ཨ་ནི་ཕན་ཐོགས་པས་གཉིས་ཆ་ལ་ཨ་ནི་ཡི། ཆ་སྙོམས་སྐད་ཅིག་ཅིག་བཤད་རོགས་གྱིས། རིང་ཐུང་དུག་ནག་ཐུག་ཚད་འདྲིལ། གལ་སྲིད་རིང་བ་རིང་བ་དང་ཐུང་བ་འདི་འདྲའི་གི་གཏམ་འདི་འདྲའི་ཡོད་པ་ན་ཨ་འདི་གཉིས་ཆ་ཨ་གཅིག་པ་བཟོས་རོགས་གྱིས། མདུན་ནས་བསྟན་པའི་འཁར་བ་བཟོས་རྒྱབ་ནས་བསྟན་པའི་ཀློག་པ་བཟོས་ཟེར་དུས་གཏམ་དཔེ་དཔེ་ཡག་པོ་ཡོད་རེད་ད།

ཐུགས་རྗེ་དང་བཀའ་དྲིན་གཉིས་ཀ་ཆེས། ཐུགས་རྗེ་ཆེ་བཀའ་དྲིན་ཆེ་ཁྱེད་རང་གཉིས་ཀྱི་བོད་མི་སེར་སྐྱ་ཐག་གཅོད་ཡག་པོ་གནང་སོང་ལ་ཞེས་ཟེར་ཏེ་ཤིན་ཏུ་དགའ་བར་གྱུར་འདུག་དེ་འདྲ་ཞིག་ལབ་ནས་ཨ་ནི། ཁོ་ཚོ་བོད་མི་སེར་སྤུ་དགའ་བོ་ཞིག་ལ་བྱུང་བ་རེད། རེད་བ། ད་བཀྲིས་རྒན་བློ་བཟང་གིས་ཁོང་གཉིས་ལ་བསྟོད་བསྔགས་དང་བཅས་ཡིན་པ་བསྟོད་བསྔགས་གནང་སོང་ཨ། སྤྲེའུ་རྣམས་ཀྱིས་ཐག་གཅོད་དེར་མོས་མཐུན་ཡོད་ལུགས་བཤད་ནས་ན་སྤྲེའུ་དེ་ཚོ་གིས་ཁོ་ཚོ་གཉིས་ཀྱིས་ཨ་ནི་སྐད་ཆ་དེ་ལ་སྤྲེའུ་དེ་ཚོ་གིས་ཨ་ནི་མོས་མཐུན་ཡོད་པའི་དེ་ཨ་ནི་ཚིག་ཐག་བཅད་གནང་བ་རེད། དེ་ནས་གསུངས་པའི་བྱ་བྲལ་ཐམས་ཅད་ཀྱི་དོན་དེ་ལས་འགལ་བར་མི་བྱེད་པའི་ཁར་ཨོ་ད་རི་བོང་བློན་ལྡན་དང་ཨ་ད་ཨ་ན་ཤིང་གིས། དེས་ཁྱིམ་བྱ་དེ་པོ་གཉིས་ཀྱིས་ཐག་གཅོད་བྱས་པ་དེའི་བྱེད་ལས་བྱེད་པ་ཨ་ནི་ཕན་ཚུན་ཐམས་ཅད་ཤིན་ཏུ་མཐུན་ཞིང་བཀྲ་ཤིས་པར་གྱུར་ཨ་ལུང་པའི་ནང་ལ་བྱ་དང་སྤྲེའུ་བར་བོད་མི་སེར་འཆམ་མཐུན་ཨ་ནི་སྐྱིད་པོ་ཨོ་ད་འདི་འདྲའི་ངང་ནས་གནས་པ་རེད་བཀྲ་ཤིས་པའི་ངང་ནས་གནས་པ་རེད་དེ་ལ་བརྟེན་ནས་ཡུལ་དེར་ཡང། འབྱོར་བ། ཡོང་ཁ་འབྱོར་བ་རྒྱས་པ་དང་འདི་ལས་མི་མཐོན་པོ་ཡོད་པའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་ཡུལ་དེ་གའི་དཔལ་འབྱོར་ལོངས་སྤྱོད་དང་ཨ་ནི་གལ་ཆེན་པ་རེད་ལོ་ཕྱུགས་ལེགས་པ་ལོ་ལེགས་པ་དང་ནས་ཤིང་གི་ཨ་ནི་ཁར་ས། ཞིང་པ་ཞིང་པ་དང་ད་དེ་ཚོའི་འབྲོག་པ་དེ་ཚོ་ཡིན་ན་ཡང་ཕྱུགས་དང་ག་རེ་ཡིན་ན་ཡང་བ་ཕྱུགས་དང་འདི་འདྲིས་ད་སེམས་ཅན་ག་རེ་ཡོད་པ་དགོས་ནོར་སེམས་ཅན་ག་རེ་ཡོད་པ་ཡིན་ན་ཡང་ཨ་ནི་དཔེ་མི་སྲིད་ཡག་པོ་ཡོང་བཀྲ་ཤིས་དང་ལྡན་པ་ཕྱི་ལ་བཀྲ་ཤིས་པ་ནང་ལ་བཀྲ་ཤིས་པ་བདེ་སྐྱིད་ཕུན་སུམ་ཚོགས་པའི་རིགས་འབྱུང་བ་ཡིན་པར་བལྟའོ་ས་ཐུབ་ཀ་ལ་ཨ་ནུ་ཡུལ་ནང་ལ་དངོས་གནས་ད་ནི་བཀྲ་ཤིས་པོ་ཕུན་སུམ་ཚོགས་པོ་ཞི་བ་རེ་བྱུང་བ་རེད། བཀྲ་ཤིས་འཇིག་རྟེན་ཡུལ་གྱི་གཏམ་རྒྱུད་ལས་རི་བོང་བློ་ལྡན་དང་དད་པོ་གཉིས་ཀྱི་གཏམ། གཏམ་དང་ཐབས་མཁས་པའི་བྱ་བྲལ་གཉིས་ཀྱི་དོན་འགྲིག་ཅིང། ངོ་བོ་ཇེ་བཟང་བཀྲ་ཤིས་མཛོད་ཀྱི་ཡུལ་གྱི་གཏམ་རྒྱུད་འདི་ལ་བརྟེན་ནས་ཨ་རིག་པང་བློ་ལྡན་དང་དེ་ཕོ་གཉིས་ཀྱིས་ཨ་ནི་ཐབས་མཁས་པའི་ཀྱི་ཐོག་ནས་བྱ་བཟང་སྤྱི་བོ་གཉིས་ཀྱི་ཨ་ནི་དོན་དག་པས་ཨ་ནི་འགྲིག་ཐུབ་པ་རེད།

ང་ཆེ་ས་གར་ས་བོད་དང་གོ་ཤེས་བར་ལ་ཨ་ནི་མཐུན་འགྲིག་གནང་ནས་ཨ་ནི་འགྲིག་ཐབས་བྱས་ནས་ཨ་ནི་མའོ་ཏན་ད་བར་དུ་ངོ་ནས་གོ་བོད་བར་ལ་ཨ་ནི་རྙོག་དྲ་མེད་པ་བྱས་ནས་ཨ་ནི་བཀྲ་ཤིས་པའི་ངང་ལ་ཨ་ནི་གནས་ཐུབ་པ་རེད། ངོ་ཡ་ད་ད་རིང་ང་ཚོས་ཀྱི་ཨ་ནི་ད་བྱ་བྲལ་གྱི་སློབ་ཚན་དེ་ད་སྒྲུབ་པ་རེད་བྱས་ཙང་བྱ་བྲལ་གྱི་སློབ་ཚན་ང་ཚོ